ཉེ་ལམ་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་གྱིས་བཙན་བྱོལ་བོད་མིའི་འོས་བསྡུའི་བྱ་གཞག་ལ་སྐྱོན་བརྗོད་བྱས་ཡོད་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་རྣམས་ལ་བསྩལ་བའི་དམངས་གཙོའི་ལམ་ལུགས་ལ་རྒྱ་ནག་ལྟ་བུའི་དམངས་གཙོ་མེད་ཅིང་རྒྱ་ནག་མི་མང་གི་མངོན་འདོད་ལ་རྡོག་རོལ་གཏོང་མཁན་ཞིག་གིས་བཙན་བྱོལ་བོད་མིའི་དམངས་གཙོའི་ལམ་ལུགས་ལ་སྐྱོན་བརྗོད་བྱ་རྒྱུའི་དབང་ཚད་དང་ཐོབ་ཐང་མེད་ཅེས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། རྒྱ་ནག་ད་ལྟ་དམངས་གཙོ་མེད་པའི་གི་བ། ད་དེ་ཅིག་ལུང་པ་ཞིག་ཆགས་བསྡད་ཡོད་རེད། རྒྱ་ནག་གི་མི་མང་ནང་ལོགས་ལ་ཐོབ་ཐང་མེད་བས་ཀྱི་རང་དབང་མེད་བས་ཀྱི་ལུང་པ་ཞིག་ཆགས་བསྡད་ཡོད་རེད་དེ་ཡོད་ཙམ་པ་ལ་ད་རང་ང་རང་ཚོའི་ཀྱི་བཙན་བྱོལ་ནང་ལ་ག་འདྲེ་དཔོག་ག་འདྲེ་ཡིན་ནས་ཀྱི་ཅིག་སུ་སུ་ཀྱི་མི་མང་ངོས་ནས་ནས་གཞུང་ལ་མ་བདེ་བ་ཡིན་ན་ཤེས་ཀྱི་ཐོབ་ཐང་དང་རང་དབང་དང་ཆ་ཚང་ཡོད་རེད། གཞུང་ངོས་ནས་ཀྱི་དེ་ལ་སེམས་ཕྱོགས་བྱས་ཀྱི་ཅིག་ནུས་པ་དང་འགན་དེ་ཡོད་རེད། རྒྱ་ནག་ཡིན་ན་དེ་ལྟ་བུ་ཡོད་མ་རེད། རྒྱ་ནག་མི་མང་གིས་གཞུང་ལ་གཅིག་སྐྱོན་བརྗོད་བྱེད་པའི་དང་གཅིག་ཆེ་བ་ན་ལམ་སང་ཁ་ཡ་བྱེད་བྱེད་བྱེད་བཙོན་འཇུག་བྱེད་དགོས་བ་དང་གཉའ་གནོན་བྱེད་དགོས་དང་བཤུ་གཞོག་བྱེད་དང་དེ་འདྲའི་གནས་ཚུལ་ཆགས་ཡོད་ཙང་དེའི་ཐོག་ནས་ད་ལྟ་རྩོམ་ཤོག་འདིའི་ནང་བལྟ་བས་ན་རྒྱ་ནག་ཁོ་རང་ཚོས་ཀྱིས་བཤད་བ་དེ་ཙམ་མ་ཡིན་པའི་གིས་ཕྱོགས་ཡོངས་ནས་བཙན་བྱོལ་ནང་རོ་ལ་མང་གཙོའི་འཕེལ་རིམ་ག་འདྲ་ཡོང་གི་འདུག་བཟང་བའི་ཕྱོགས་ལ་ག་འདྲ་འགྲོ་གི་འདུག་དེ་འདྲའི་སྐལ་བལྟ་དགོས་དེ་ག་ལ་ལྷག་པར་དུ་གལ་ཆེན་པོ་མཐོང་གི་འདུག་ཅེས་ཞུ་ཡ་ཡིན། དེ་ཡང་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་དྲུག་ཉིན་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ཀྱི་སྙུན་གཞིའི་འོས་བསྡུ་སླེབས་ལ་ཉེ་བ་དང་བསྟུན་རྒྱ་ནག་གཞུང་འབྲེལ་གསར་ཁང་གོ་ལའི་དུས་བབ་དང Global Times གྱིས་ཕྱི་ཟླ་བཞི་པའི་ཚེས་བདུན་རེས་གཟའ་མིག་དམར་ཉིན་སྤེལ་བའི་གནས་ཚུལ་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྤྱི་གཉིས་ཀྱི་སྙུན་གྲོའི་འོས་བསྡུ་དེ་བཞིན་འཕྲུལ་སྣང་ཅན་གྱི་ལམ་ལུགས་དང་དེ་ནི་ཁྲིམས་མཐུན་རང་བཞིན་མེད་པའི་ཁ་བྲལ་རིང་ལུགས་ཀྱི་བྱ་སྤྱོད་ཅིག་ཡིན་པར་སྐྱོན་བརྗོད་བྱས་ཡོད་པ་རེད་ལ་རྒྱ་ནག་གཞུང་འབྲེལ་གསར་ཁང་གོ་ལའི་དུས་བབ་ཀྱིས་རྒྱ་ནག་གི་ཆེད་མཁས་པ་ཁག་ཅིག་ལུང་འདྲེན་གྱིས་བཙན་བྱོལ་བོད་མིའི་སྲིད་སྤྱི་གཉིས་ཀྱི་སྔོན་འགྲོའི་འོས་བསྡུ་དེ་བཞིན་ས་ཆ་མེད་པའི་འོས་བསྡུ་ཞིག་ཡིན་པར་འགྲེལ་བརྗོད་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ལམ་ནས་འདེམས་སྒྲུག་ཞུས་པའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་ཁ་བྲལ་རིང་ལུགས་པའི་སྲིད་དོན་གྱི་རང་བཞིན་རྒྱུན་འཁྱོངས་བྱ་རྒྱུའི་ཆེད་བཟོས་པ་ཞིག་ཡིན་པ་སོགས་བཀོད་འདུག་གཞན་ཡང་གནད་དོན་དེ་འབྲེལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་དེ་བཞིན་བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་གཉིས་ཀྱིས། ཁོང་སྐྱབས་མགོན་ཆེན་པོ་མཆོག་གིས་བོད་མི་རྣམས་ལ་གསོལ་རས་བསྩལ་བའི་དམངས་གཙོའི་ལམ་ལུགས་དེ་ཚད་ལྡན་དང་ཡང་དག་པ། དེ་བཞིན་དུས་ཀྱི་འགྱུར་འགྲོས་དང་མཐུན་ཞིང་མི་དམངས་ཀྱི་མངོན་འདོད་དང་མཐུན་པའི་ཕུགས་འདུན་གྱི་ཆབ་སྲིད་ཀྱི་ལངས་ཕྱོགས་གལ་གནད་ཅན་ཞིག་ཡིན་པར་ངོས་འཛིན་གནང་གི་འདུག། ད་ལྟ་ང་རང་ཚོས་བཙན་བྱོལ་ནང་ནས་ལག་བསྟར་བྱེད་བཞིན་པའི་དེ་དམངས་གཙོའི་གྱི་ལམ་ལུགས་ཅེས་པ། དམངས་གཙོའི་གྱི་ལམ་ལུགས་འདི་ད་ལྟའི་སྐབས་ལས་འཛམ་གླིང་ཁྱོན་ཡོངས་ནས་ཡང་དག་ལག་བསྟར་བྱས་དང་བྱེད་བཞིན་པའི་ད་ཆབ་སྲིད་ཀྱི་ལམ་སྲོལ་ནང་ནས་ད་ཡང་དག་ཤོས་ཡག་ཤོས་དམངས་གཙོའི་ལམ་ལུགས་ངོས་འཛིན་བྱེད་བྱེད་འདི་ད་ལྟ་ཡོངས་སུ་གཅིག་པ་གཅིག་རྐྱང་རེད་འདི་འདྲ་ཡིན་དུས་ཚོད་ལ་ང་ཚོའི་དམངས་གཙོའི་ལམ་ལུགས་འདི་ག་རེ་ཟེར་ན་དུས་ཀྱི་འགྱུར་འགྲོས་དང་མཐུན་པ་མི་དམངས་ཀྱི་ཁེ་ཕན་དང་མཐུན་པ་མི་དམངས་ཀྱི་མངོན་འདོད་དང་མཐུན་པའི་ཡང་ག་རེ་ཟེར་ན་ཆབ་སྲིད་ཀྱི་ལམ་སྲོལ་ཧ་ལས་པའི་ཡང་དག་པ་ཅིག་དང་འདི་འདྲ་ཕུལ་དུ་བྱུང་བ་ཞིག་རེད་ཟེར་ན་ང་ཚོའི་དམངས་གཙོའི་ལམ་ལུགས་འདི་འདས་པའི་ལོ་དྲུག་ཅུ་རེ་བདུན་ལྷག་ཙམ་ཕྱིན་ནས་གོམ་པ་རིམ་བགྲོད་རིམ་བགྲོད་རིམ་བགྲོད་ཀྱི་ཐོག་ནས་ཨ་མདའ་འདའ་འདའ་གྱི་ངོ་ཆ་བཞག་གིན་ད་མི་ལོ་བརྒྱ་ཕྲག་གི་རིང་ནས་ད་སྐྱབས་མགོན་རིན་པོ་ཆེ་བོད་ཀྱི་ད་ཆོས་སྲིད་གཉིས་ཀྱི་དབུ་ཁྲིད་བྱེད་པའི་ལམ་ལུགས་འདི་རིམ་པས་མཇུག་བསྒྲིལ་ཅིང་ད་ལྟ། བཙན་བྱོལ་ནང་དང་འཚར་ལོངས་བྱུང་བ་ད་ལྟ་བོད་ཀྱི་མི་རོ་གསར་པ་འདི་གའི་ཡབ་ད་ཕྱོགས་ཡོངས་ནས་ཡང་ཆབ་སྲིད་ཀྱི་འགན་ཁུར་བྱས་ཆབ་སྲིད་ཀྱི་ཆ་ཤས་ལས་འདི་འདྲ་གི་ཚགས་ཚུགས་དང་ཡང་དག་པ་ཞིག་སླེབས་ཡོད་རེད་འདི་ལ་སྤྱི་ཚོགས་དང་མི་དམངས་ཀྱི་རྒྱབ་སྐྱོར་མེད་པ་ཡིན་ན་ད་ལྟའི་གི་བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་དམངས་གཙོ་གྱི་ཚད་གཞི་འདི་འདྲ་ཞིག་དང་གནས་རིམ་འདི་འདྲ་ཞིག་ལ་སླེབས་ཐུབ་གི་མ་རེད་ད་ལྟའི་གི་གནས་རིམ་འདི་གི་གར་ཚུགས་ངོ་ར་ཟེར་ན་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ལམ་ལུགས་འདི་ལ་དགའ་ཞེན་ཡོད་པ་ལམ་ལུགས་འདི་ལ་རྒྱབ་སྐྱོར་ཡོད་པ་དེ་ཚུགས་ངོ་རེད།

དེ་མིན་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཐོག་སྤེལ་བའི་ཆེད་རྩོམ་དེའི་ནང། དེ་ལོའི་སྲིད་སྤྱི་གཉིས་ཀྱི་སྔོན་འགྲོའི་ཧོས་ཕན་ཀན་གྱི་མཉམ་ཞུགས་ཚད་གཞི་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཧོས་དུས་དང་བསྡུར་ན་སྤྱི་དམངས་ཀྱི་རྒྱབ་སྐྱོར་ཉམས་རྒུད་དུ་འགྲོ་བཞིན་པ་དང་ནང་ཁུལ་གྱི་དབང་ཆའི་འཐབ་རྩོད་ཤུགས་ཆེ་རུ་འགྲོ་བཞིན་པའི་རྟགས་མཚན་ཡིན་པ་སོགས་བརྗོད་ཡོད་ཀྱང། ཉེ་ལམ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་གསུམ་པའི་ཚེས་བཅོ་བརྒྱད་ཉིན་བོད་མིའི་སྒྲིག་འཛུགས་དབུས་འོས་བསྡུ་ལས་ཁང་གིས་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ཀྱི་སྨྱོ་གཞིའི་ཧོས་དམིགས་བསལ་བསྒྲགས་གནང་སྐབས། བོད་དུ་འགན་འཛིན་བློ་བཟང་ཡེ་ཤེས་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བ་ཞིག་ལ་བཀའ་ལན་གནང་སྐབས་དེ་ལོར་དེ་སྔ་དང་བསྡུར་ན་བོད་མིས་ཧོལ་རྡུ་དེབ་སྐྱེལ་བྱེད་མཁན་མང་ཤོས་ཡོད་ཀྱང་ཧོལ་ཕན་པའི་གྲངས་འབོར་དེ་ཙམ་མ་བྱུང་བ་ནི་དེ་ལོའི་སྔོན་འགྲོའི་ཧོལ་རྡུ་དེ་བཞིན་གུས་འདུད་སུས་འཁྱེར་ཡོད་པས་བོད་མི་མང་དག་ཅིག་སུད་ཚོང་གི་ས་གནས་སུ་དཔྱ་ཁྲལ་ལག་ཐབས་འཁྱེར་མེད་སྟབས་སུད་ཚོང་གི་ས་གནས་རེ་ཟུང་ནས་སྔོན་འགྲོའི་ཧོལ་རྡུའི་ནང་མཉམ་ཞུགས་གནང་ཐུབ་མེད་པ་དང། མཐོ་སློབ་ལ་སྐྱོད་བཞིན་པའི་སློབ་མ་རྣམས་ལའང་གུང་གསེང་མ་རག་པ་སོགས་ཀྱི་དཀའ་ངལ་སྣ་མང་འཕྲད་པའི་དབང་གིས་ཡིན་ཞིང། ད་རེས་ཟླ་བ་བཞི་པའི་ཚེས་བཅུ་རྩ་དྲུག་ཉིན་གྱི་སྙུན་གཞིའི་འོས་བསྡུའི་ཉིན་མོ་དེར། གནམ་གཤིས་སོགས་གང་ཅིའི་ཐོག་ནས་ཡག་པོ་ཡོད་པའི་སྐབས་ཡིན་པས། བོད་ཕན་རྒན་སྔོན་འགྲོའི་འོས་བསྡུ་ལས་མང་དུ་འགྲོ་ངེས་ཡིན་པའི་ཚོད་དཔག་གནང་གི་ཡོད་པ་གསུངས་ཡོད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་སྙན་སྒྲོན་ཞུ་གི་ཡོད།